བུ་ད་ལྟ་རྗེས་ལ་མི་ཞིག་དང་ད་ལྟ་འབྲེལ་བ་ཡོད་མ་རེད་བ་དང་པོ་ངས news དེའི་འདར་བ news དེ་བྱས། news ཚང་མ་དེ་འདི་ནེམ་འདི་ནེམ་པ་དང་ཨ་ནི་ཨིན་ཇིའི་སྡེ་ཚན news ཚང་མ་འདི་པོ་ལ་བཤད་ཡོད་རེད་འཇར་མན་ཚང་མ་འདི་པོ་ལ་བཤད་ཡོད་རེད་ཨ་ནི་བོད་སྐད་ཚང་མ་འདི་པོ་ལ་བཤད་ཡོད་རེད་ད་དཔེ་ཆ་ཞིག་ན་ད་ད་ལྟ་ཨིན་ཇི་དེ་པེ་སིན་ཞི་ཐོ་དེ་འདི་ནེམ་པ་ཡིན་ན་ཨ་ནི་ཨིན་ཇིའི་སྡེ་ཚན་དེ་ནང་ལོ་དྲི་ས་དེ་ལས་རོ་བ་དེ་ད་དེ news ཚང་མ་དེ་མང་བ་ཞིག་འདུག་ཐུང་གུ་དུ་བ

འོན་ཏེ་ཅེས་བྱ་དང་བྱ་ངན་དེ་བཞིས་བསྐོར་དུ་བ། ལྟ་བ་དེ་གི་ཚང་མ་དང་མོ་ངན་ལ་གྲ་སྒྲིག་བཞིན་བསྐོར་བ། པར་དེ་ལྟ་དག་ཡོད་ནས་མེད་ནས་ཁྱད་པ་ཞི་དྲག་དག་ཡོད་མར་པར་ཡོད་ན་ག་དེ་ན་སྙིང་རྗེ་ཡོད་རུ་བ་དེ་སྙིང་རྗེ་དང་མི་དེ་གའི་ཡིན་གྱི་ཨང་དེ་པར་ཁོ་ན་ནས་བཏབ་ནས་ཡང་གོ་ཚོད་དྲོ་བའི་བཞུགས་ར་ནིའུ་འོན་ཏེ་ཅེས་དང། འོན་ཏེ་ཅེས་ད་དེ་བླུགས་སྟངས་ད་ནིའུ་དེ་བྲི་སྟངས་དེ་བཀོད་སྟངས་དེ་སྟོན་ཡིན་པ་བྱས་ཙང། ད་ད་ལྟ་དེ་དེའི་དྲ་རྒྱ་དེའི་ད་ལྟ་དུ་ད། འཛམ་གླིང་གང་ས་གི་མཐོང་བལྟས་བྱེད་རུ་བ། ད་འདི་ལའང་ཚུལ་གྱིས་ད་ཁ་ལོ་རེ། ཅིག་བྱེད་འོས་ན་ཁ་ལོ་རེ། འདི་ནང་ལོགས་ལ་རྩེད་མོ་རྩེད་འོས་ན་དེ་ནི། ཁ་ལོ་རེ། དེ་བྱས་ན་དགྲ་བོ་ལོག་རེ་ཁ་ལོ་རེ་ད། ཨོ་ད་དཔེ་ཟ་གི་རེད་འདི་གྲོ་ལ་འགྲོ་ན་དཔེ་ཟ་གི་རེད་བསམ་གྱི་ཡོད་རུ་བ། བྱས་ཙང་འདི་འདྲའི་སོང་ཙང་ཉིད་ཀྱི་དྲ་རྒྱ་འདི་གཅིག་པུ་གཅིག་རྐྱང། གཅིག་པུ་གཅིག་རྐྱང་གཞན་པ་ཞིག་བཟོས་ཡོད་རུ་བ་དེ། དེ་ལ།

དེ། དེ་ན། དེ། དེ་ཉིད། འདི་དངོས་གནས་དེ་རེད་འདི། རྩེད་མོ་རྩེ་ས། སྦྱང་ས་དེ་རེད་ད་རེད་བ། དེ་ཉིད་གཅིག་པ་གཅིག་རྐྱང་རེད་ད། ངེད་ཀྱིས་དུས་ཁྱད་པར་མཐོང་ཡང་ཆེད་དུ་སྒང་དེ་ལ་ལྗང་ཁུ་ཟོས་ཞེས་རེད་བ། གཞན་ཡང། ཁྱེད་རང། མཚམས་མཚམས། ཨོ། ད་གིན་ག་བ་ལ། ག་བ་ལ་རྒྱུ་བ་བཏང་དོན་མཚམས་ནས་ཐེ་ཚོམ་ཟ་གི་རེད་ད་སེམས། བྱས་ཙང་དང་པོ་ངེད་ལ་དེ། སྦྱངས་ད་རེད་བ། གནས་ཧ་གོ་ཚོད་རེད་བ་ད་ནི། གཅིག་པ་གཅིག་རྐྱང་རེད། དེ་ལ་ཁྱེད་རང་གིས་ག་རེ། ད་ནོར་འཁྲུལ་ག་རེ་བྱས་ནས་གལ་ཆེན་གྱི་མ་རེད། གཟུབ་ནས་གལ་ཡོད་མ་རེད་འདི་སྤུ་ར།

དེ་དེ་དངོས་གནས་དང་དེ་བྱང་ས་ཞིག་ཏུ་བ་དེ་གཉིས་གཉིས File Manager དེ་གཅིག་པ་གཅིག་རྐྱང་གཅིག་པ་གཅིག་རྐྱང་ཟེར་བ་རེད་པར་དེ་གས་གཅིག་པ་གཅིག་རྐྱང་རེད་རེད་བ་བྱས་ཙང་དེ་ནས་པར་བསུབ་ན་དངོས་གནས་དེ་ལ་བསུབ་སྲིད་ད་དེ་དོ་སྣང་བྱེད་གི་ཞིག་ཟེར་བ་ད་དེ་ལ་པར་ཚང་མ་འདུག་ཟེར་ནས་དེ་ཉིས་སྟོང་བཅོ་བརྒྱད་ག་གཅིག་ཟླ་བཅུ་དགུ་ལ་ནས་བཟོས་འདུག་བ་ཉིས་སྟོང་བཅོ་བཅུ་དགུ་གི་ཟླ་བ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་ཟླ་བ་ཟླ་བ་འབྲེལ་བ་ཡོད་རྒྱུ་ཚང་མ་སོ་སོ་སོ་བླུག་ས་རེད་པར་བཞག་ས་རེད་རེད་ཟེར་བ

news ཏི news ཏི་བཟོས་ཡིན་པ news ཏི་ཡིན། ཡིན་ནང་ལོག་ལྟ་བུའི་གླུ་ཡོད་མ་རེད news ཏི་བཟོས་རེད། ཨ་དེ་ནས་གཅིག་དོ་སྣང་བྱས་ན་དེ་ནས་དེ་མིག་དེ Grey རེད་འདུག་བ་དེ་དཀར་པོ་བཟོ་རེད་འདུག་བ་དཀར་པོ་བཟོས་དེ་མིག་དཀར་པོ་དེ་ཡོད་དུས་བསམ་པ་དེ་ད་ལྟ་ད་ཕྱི་ལོག་ལ་བཀྲ་མེད་ལ་བར། མིག་ལྗང་གུ་དེ་གས་བཀྲ་མེད་རེད་ཨ་དེ་ག་དང་པོ་སྙམ་དེ་ཁ་དཔེ་གི་འདུག་བ་གནས་ཚུལ་དེ། ཨ་དེ་འདུག་བ་དེ་སོ། འདི་རྒྱབ་ལོག་ཏུ་བྱེད་ད་འདི་མདུན་དུ་རུ་བ་ད་འདི Solidarity March ཨིན་འཛུལ་རིག་ལས་དུ་བ་འདི། Solidarity March འཛུལ་རིག་ལས་འདི་རུ་དུ་བ་འདི་མིག་འདི་དེ་ལྗང་གུར་དུ་བ་ད་དེ་འདྲ་བྱས་ན་མིག་དཀར་བོ་ཆགས་སོ་འདི་མིག་དཀར་ཡིན་ལ་འོ་ད་མིག་འདི་དཀར་ན་འདི་ནས་གནས་ཚུལ་འདི་ཡ་བཀྲ་མེད་ལ་འོ་ད་དེ་བརླ་སོ་བ་དེ་ད་ཅི་ངས་འདི་གང་དེ་ཡོད་བ་ད་འདི་བརླ་དུས་སམ་ད་མིག་འདི་ཕ་ལྗང་གུ་བཟོས་ན news འདི་ཤར་ཡོང་གི་རེད་དེ་ལ། ཁོ་ཚོས་བ། དེ་འདྲ་བྱས་ནས་མ། བཀྲ་མདངས་དེ་འདྲ་ཅིག་གི་རེད་ལང་ཀ་ཐབས་ལམ་ཅིག་ཡོད་རེད། ད་ལྟ་ནང་ཆོས་ཀྱི news དེ་འདྲ་ང་ཚོས་དེ་བཀྲ་ཤིས་དེ་ལས་ལོ་རབས་གཉིས་གསུམ་ལས་དེ་སླེབས་མི་འདུག་བ་དེ་ལ། ག་ཅིག་ན་ན་ང་ཚོས་དེ་བཀྲ་མི་ཡོད་མ་རེད། ག་ཅིག་ན་ན་ང་ཚོས་ཀྱི་ནང་ལོག་གི་གནས་ཚུལ་ནང་དོན་དེ་བཀོད་ཐུབ་ད་ལྟ་བཀོད་རྒྱུར་བ། ད་ང་ཚོས་ནང་གནས་ཚུལ་གྱི་ནང་དོན་དེ་བཀོད་ཡས་ན། ཨ་ནི་འདི་གནས་འབོར་དེ་པེ་སིན་ཞིག་འདུག་བ་དེ་པེ་སིན་དེ། པེ་སིན་གནས་འབོར་ད།

ད་དེ་འདྲ་རེད་བཞིན་ས་གནས་ཚུལ་ཁུ་དང་ཨ་ནི་ད་ག་རང་རེད་འདུག་བཞིན་བཀོད་ཡས་རེད་ཨ་ནི་ཐུགས་ཆེ་ན།